ཤི་རི་ལང་ཀཱ་པས་དེ་ནས་ང་དང་ཨེ་གཟུགས་གཙང་ཁང་འཇིག་བྱོས་སུ་འདུག་དེ་ན་ཡང་བྷ་ར་ན་སེའི་ཀན་ཙོག་ལ་ནང་བསྐོས་སྟོན་པ་བཞུགས་ཏེ་དེ་ནས་ཞཱ་ལ་གོ་ནི་ཀ་དེ་ནས་སྟོན་པའི་མཛད་རྣམ་དགོན་དེ་ནས་རི་མ་འབྲི་སུ་འདུག། ཡང་ཨི་བོ་ཁེ་ཏེ་དང་ང་དང་སན་ཅིའི་དེ་ནས་ཆོས་སྟེ་ནི་ནོག་ཀ་བོ་ཁེ་ཏེ་ནང་མ་ནས་ང་དང་སྐར་གྲགས་ཡོད་དེ་ནོག་ད་སྐར་གྲགས་ཅིའི་ཕེ་ཡོད་དེ་ནོག་ཟེར་ན་དེ་ནས་ཡིན་ན་མེ་ནས་ང་དང་རྒྱུ་མཚན་མང་པོ་ཞིག་ཡོད་དེ་ནོག་གཅིག་ནི་དེ་ནས་སན་ཅིའི་ཆོས་སྟེན་པས་ན་དེ་ནས་ང་དང་སྟོན་པ་ཤཱཀྱ་ཐུབ་པས་དེ་ནས་ང་དང་རིང་བསྲེལ་ཡང་ན་སྐུ་རུས་ཡོད་དེ་ནོག་དེ་ན་ཙོག་ལ་དེ་ནས་སྟོན་པ་ཤཱཀྱ་ཐུབ་པས་དེ་ནས་ང་དང།

བཞུར་ག་ལ་ནས་ད་སོང་པ་སང་དེ་ནས་ད་སན་ཅི་ཆོས་བསྟན་འབོད་ཁལ་དེ་ནང་ད་སྐ་བྲག་ཡོད་ཅེས་སའི་རྒྱུ་མཚན་ཅིག་ཅིག་ཁལ་དེ་ནང་དོས་སོང་དེ་ནས་ངས་སྤ་བོ་ཁལ་དེ་ནང་སན་ཅི་ཆོས་བསྟན་འབོད་རྒྱ་ག་རེད་ད་ང་ད་ཅི་ཤོག་པད་མ་ནས་སྣ་སྙིང་པ་དེ་ནས་ཁྱད་པར་ཅན་ཀུ་ནས་འཕྲོ་ནས་དེ་ནས་སྣ་སྙིང་ཤོས་ཅིག་ཅིག་ཡིན་ནོ་ག་ལ་ལས་ག་བའི་ག་ཁལ་དེ་ནང་པད་མ་ནས་ལོ་སྟོང་གཉིས་ནང་དེ་ནས་པད་མ་ནས་ཁོ་མང་པོ་ཞིག་དེ་ག་ཅིག་ཤོག་ལག་རྩལ་མང་པོ་ཞིག་དེ་ནས་ཡ་བཟོ་རྩལ་མང་པོ་ཞིག་དེ་ག་ནས་བདག་སང་དེ་ནས་པད་མ་ནས་མ་ཉམས་ས་ལ་སལ་པོ་བ་དེ་ག་དེ་ནས་ང་ད་མཇལ་རྒྱུ་ཡོད་དེ་ནོག་ལ་ལས་དེ་བ་ཡིན་ནོག་དེ་ནས་དེ་བ་ཡིན་པ་མ་ཚད་དེ་ནས་ད་ཨི་ཆོས་བརྟེན་པོ་ཁེར་དེ་ན་ང་ད་འདག་ས་འཛམ་གླིང་ཡི་དེ་ནས

ད་ལྟའི་ག་ནི་དེ་ནི་ཡང་རྒྱལ་ཁབ་ཅིག་དེ་ནི་མ་ནི་རྒྱ་གར་ནང་ཕག་རིང་ཡི་རྒྱལ་ཁབ་ཅིག་གི་དེ་ནི་ཇི་ཟེར་ཤོག་གོ་ལག་རྩལ་གུ་ནང་དེ་ནི་ཡི་ག་འཇལ་མཐོང་གི་དེ་ནོག་སོང་པ་ཚང་དེ་དུས་ལའང་དེ་ནི་རྒྱ་གར་ནང་དེ་ཐག་རིང་ཡི་རྒྱལ་ཁབ་གུ་ནི་བར་ལ་འབྲེལ་ཡོད་སྐམ་པོ་ལོ་སྟོང་གཉིས་སེར་སྔ་ལ་དེ་ནི་འབྲེལ་ཡོད་སྐམ་པོ་དེ་ག་ནི་རྒྱུས་ཆ་ཅི་ཟེར་དེ་ནོག་ལ་ད་སོང་པ་ཚང་དེའུ་ནང་དེ་ཚོགས་གུ་ནང་འབྲེལ་དེ་དེ་ནས་ཨི་སན་གྱིས་ཆུ་རྟེན་བུ་ཁྱེར་ཏེ་བད་དེ་མ་ནས་སྐར་གྲགས་བྱོས་དེ་ནོག་ང་དང་ནང་པ་གཅིག་པོ་མ་འུན་པ་ལ་དེ་ནས་ང་དང་གཅིག་དང་འཛམ་བུ་ལིན་ཡིན་ན་དེ་ནས་ཁོ་སྐར་གྲགས་བྱོས་དེ་ནོག་ཡ་ལེ། ད་སོང་པ་སང་ཨི་སན་གྱིས་ཆུ་རྟེན་བུ་དེ་ནས་ང་དང་ད་སན་གྱིས་ཡུལ་བུ་ཁྱེར་ཏེ་ད་འགའ་ནས་ཡོད་ཀྱི་ཨ་བཞུ་གན་བུ་ད་མང་པོ་ཧ་གོ་ནོག་པ་ཡིན་ན་ང་དང་བཞུ་ན་ད་རྒྱ་གར་རེད་དེ་ནས་ང་དང་རྒྱ་གར་ཨུ་སི་ན་ཡོད་དེ་ནོག་རྒྱ་གར་ཨུ་སི་ན་ང་དང Central India ཡིན་ན

ང་ལྟ་འགའ་འུ་ཚོགས་པོའང་གལ་ཏེ་ནང་མ་ནས་སྐུ་གསུམ་པོ་ནང་བདེ་མོ་ཡང་སྐུ་གསུམ་པོ་ཟེར་ན་ང་ལྟ་ཡང་ཅི་སྟོང་ཐོབ་ཅེས་མེད་ཀ་འདི་གཟུགས་བྱས་མ་ནོག་དེ་ཀ་ང་ལྟ་དེ་ན་ཆུ་སྟེ་ནས་དེ་ན་གཡོག་པ་གལ་ཏེ་ནང་ང་ལྟ་རྒྱ་ལམ་ཆེན་མོ་ཡང་ང་ལྟ་ཧའི་བའི་བཞུད་གཅོག་པ་དེ་ན་བའང་ཡོད་དེ་འདུག་དེ་ནས་དེ་ན་རྒྱ་ལམ་ཆེན་མོའི་དེ་ན་གོམ་པ་གཉིས་གསུམ་གྱི་རྒྱལ་པོ་ནས་དེ་ནས་ང་ལྟ་བདུན་པོ་ནས་གལ་ཏེ་ནང་ང་ལྟ་མེ་འཁོར་ཡང་ན་ང་ལྟ། ཏྲེན་ནས་དེ་ནས་ཏེ་ཤན་ནང་དེ་ག་དེ་ནས་ག་ན་འདུག་ག་ལ་ལས་སོང་སྤ་སང་མ་རྟེན་མོ་ཞིག་འདུག་དེ་ག་སན་ཅི་དེ་ག་དེ་ནས་དེ་ན་ཉེ་འཁོར་བ་ཁྱེར་ཏེ་དེ་ནས་སན་ཅི་དེ་ནས་ང་དང་ལག་ས་དེ་ག་སན་ཅི University ཡོད་དེ་ནོག་ཨ་དེ་ན་དེ་ནས་ང་དང་ཡང་ལགས་སྤ་ཚོགས་དེ་ནས་ཡང་ཧི་མ་ཅལ་ལ་ཀྲུ་གུ་ཚོགས་དེ་གཟུགས་ཨ་ནང་པས་དེ་ནས་ང་དང་སློབ་སྦྱོང་བཅོན་བསམ་ག་ན་དེ་གཟུགས་ཨང་དེ་ནས་དེ་ག་ཀྲུ་གུ་ཁ་ཅིག་དེ་ནས་ང་དང་མཐོང་རྒྱུ་འདུག།

དེ་ག་དེ་ནས་ང་ད་འདུག་ས་ནང་ཟ་ཁང་ནང་དེ་ཚོ་དེ་ནས་ཧ་ལམ་འགྲིག་ཆེ་ཞིག་དེ་འཁོར་དེ་འཁོར་བ་དེ་ནས་འགྲིག་ཐག་ཆོད་འདུག་ག་ལ་ལས་དེ་ནས་དེ་ག་ནས་དེ་ནས་ཡང་རྩ་བའི་རྒྱ་ལ་རེ་ཡང་ང་ད་ཐག་རིང་ཡང་འདུག་རྒྱ་རྩ་ཚོ་ག་དོན་ཚན་མ་དེ་ག་ནས་ཀི་ལོ་མེ་ཏར་བཅུ་དེ་ནས་ག་ནས་འབའ་ཆེན་འདུག་ག་ནོག་སོང་བ་སང་བྷི་དྷི་ཤ་བཙུགས་པ་ཆ་ན་དེ་ནས་དེ་བས་རྒྱ་ཆེན་མ་འདུག་ག་ལ་ལས་ཨོ་དེ་བས་ཡིན་ནོག་ད་སན་ཅི་དེ་ནས་ང་ད་ག་ན་འདུག་ཟེར་ག་ནས་མཆོག་ཏུ་བཙོག་གོ་ད་སན་ཅི་ཟེར་ས་ནས་དེ་ནས་ང་ད།

དེ་ཡོད་དེ་མཆིས་དོ་སྔོན་མ་ཁོ་རང་ཨ་ཤོ་ཀའི་སྐུ་དུས་ལ་དེ་ནས་ཆོས་བསྟན་པོ་ཁྱེར་ཏེ་ཞང་ཀན་པོ་དེ་ནས་འགོ་མ་ཞང་ཀན་པོ་ཨ་ཤོ་ཀ་ཡིན་ནོ་ལ་རྒྱལ་པོ་ཨ་ཤོ་ཀ་དཀར་བོ་ཁྱེར་ཏེ་ང་ད་དེ་ནས་ད་རྒྱལ་པོ་ཨ་ཤོ་ཀའི་སྐུ་དུས་ལ་དེ་ནས་ཆོས་བསྟན་དེ་ནས་ང་ད་སྟོང་ཕྲག་བརྒྱད་ཅུ་བརྒྱད་ཅུ་ང་ད་བརྒྱད་ཅུ་གྱ་བཞི་ཞིག་ཞང་སྐྱ་བཞུ་སྟེ་བཞུ་ནོག་པ eighty four thousand ད་སོང་པོ་སང་དེ་ཆོས་བསྟན་ཚང་མས་ན་རྒྱལ་པོ་ཨ་ཤོ་ཀ་དེ་ནས་སྟོན་པ་ཞག་སྐྱ་ཐུབ་པས་དེ་ནས་རིང་ཧྲལ་ཡང་ང་དང་ཁོང་སྟོན་པ་ཤཱཀྱ་ཐུབ་པས་དེ་ནས་གུ་རུས་དེ་ནས་ཕུ་ལ་མཛད་དེ་གཟུངས་ང་ཕུ་ལ་མཛད་དེ་དེ་ནས་དེས་ཆོས་སྟོན། ཚང་མ་ཞང་སྐྱ་བཞུགས་ནོ་པོ་ད་སོང་པོ་སང་རྡག་ས་ཆོས་སྟོན་ཆེར་ཡིག་དྲངས་པའི་ནང་ནས་ད་རྡག་སའི་ང་དང་རྡོ་རྗེ་དེ་ནས་ཆོས་སྟོན་བྷ་ར་ན་སིའི་ཆོས་སྟོན་ད་དེ་ན་ཚོགས་ལ་ཡིག་བསམ་གྱིས་ཆོས་སྟོན་ཀུན། དེ་རྒྱུད་པོ་ནོ་ག་ལ་ལས། ཆེན་མོ་འོད་ནི་བཀྲ་བརྒྱུད་པོ། གསུངས་པ་གསང་དེ་ནས་བསྟོད་ཁྱེར་ཏེ་རྒྱལ་པོ་ཨ་ཤོ་ཀའི་བཞེངས་བསྟན་རྫོགས་ལ་ད་ཆོས་བསྟན་པོ། དེ་རྒྱལ་པོ་ཨ་ཤོ་ཀས་བསྟན་ནས་བཞེངས་བཟའ་ནས་དེ་ནས་ཡིད་ཆོས་བསྟན་པོ་ཁྱེར་དེ་ནང་ཁོ་རང་བདག་སང་ང་དང་བ་ར་ན་སི་རྫོགས་ཏེ་སྔོན་ལ་ང་དང་མཇལ་ཕྱིར་བྱོས་དང་རྫོགས་ལ་དེ་ནས་རྡོ་རྗེ་དང་རྫོགས་ཀུན་ལ་དེ་ནས་དཔག་ཚད་ཀ་ཆོས་བསྟན་བཞེངས་བསྟན་ཡོད་རྫོགས་པ་ཡི་ནང་དང་བདག་སང་ང་དང་མཇལ་བཟའ་ན་ཡིད་བདག་སང་ང་དང་སན་ཅིག་ཆོས་བསྟན་པོ་ཁྱེར་ཏེ

དེའུ་ནང་དུ་ནི་ཆོས་སྟོན་ནི་ཐ་མ་ནི་ང་དང་བདག་ས་རྡོ་རྗེ་དང་ནི་ཆོས་སྟོན་ལ་དེ་ནི་རྡོ་ཡི་དེ་ནི་ང་དང་ང་དང་ཅི་ཞོག་དྲ་མིག་དང་ཟེར་དུ་ཕན་སྲིང། འོ་དེ་ཙོག་སེ་དེ་ནི་དྲ་མིག་པོ་དང་ས་སན་ཅི་ཆོས་སྟོན་ནང་དང་ཟེར་དུ་ཙོག་ནོ་ད་མ་ཚ་ཨི་ཀ་དེ་ནི་མིག་སལ་ཅི་དུ་ཟེར་ན་ས་ཅི་ཆོས་སྟོན་ནི་དེ་ནི། དྲ་མིག་གི་དེ་ནི་ཐ་མ་ལ་དེ་ནི་ང་དང་རྒྱལ་སྒོ་ཙོག་པོ་དེ་ནི་དེ་ཚོ་ཁ་ཅིག་རྫ་དེ་དུ་ནོག་སོང་པ་དེ་རྒོ་ཙོག་པོ་ཡ་དེ་གེར་གུ་ནི་ག་ཁེར་དེ་ནང་དེ་ནི་ང་དང་པད་དེ་པད་མ་ནི་ད་ལག་སལ་མང་པོ་དེ་ག་པད་མ་ནི་སྐོས་དེ་ང་དང་མ་ནི་ཤིང་ཡང་སྐོས་དང་ཀན་ཙང་བཀྲ་ག་མ་ནི་ཁོ་རང་རྡོས་ག་དེ་ནི

དེ་ནས་ང་དང་འགེབས་རྩོགས་ལ་དེ་ནས་པདྨ་ནས་ལེབ་ལེབ་ཆེན་མོ་ཀ་ལ་ཛར་དུ་འདུག་པ་དེ་ཚང་མེད་ཀ་དེ་ནས་རྩོགས་ལ་ཕིང་སྟེ་རྡོས་ཀ་དེ་ནས་མང་པོ་སྦྱར་རྒྱུ་དེ་ནོག་དེ་ན་རྩོགས་ལ་དེ་ཀ་དེ་ནས་ང་དང་བཅོམ་ལྡན་འདས་སེ་དེ་ནས་སྐུ་དུས་ལ་དེ་ནས་མཛད་པ་ལྟ་ན་མཛད་ཀན་དེ་རྩོགས་སུ་སྐོར་གནང་དེ་ནས་ང་དང་ཅང་བཅུ་པའི་ཤིང་གནང

དེ་ནི third century ཞིག་ན་གསུངས་པ་སང་དེ་ཟེར་ནས་ཆོས་བསྟན་པར་བཞེངས་སྐྱག་དེ་ནི་དེའི་སྟེང་མ་དེ་ནི་ལོ་ཉིས་བརྒྱ་ཞིག་ཐལ་གྱི་སྟེང་ནས་དེ་ནི་ཨེ་ཤུང dynasty སྐབས་ཤིག་ག་དེ་ནི་འདག་སའི་ཆོས་བསྟན་ལ་དེ་ནི་ཐ་མའི་དེ་དྲ་མིག་པོ་ཡ fencing པོ་ནང་དེ gate ཀུན་ཡ་ང་དང་རྒྱལ་སྒོ་ཀུན་ད་ག་རྫ་སྐྱག་བཞོན་རོགས་པ་ད་ལྟོས་ཁྱེར་དེ་ཆོས་བསྟན་ཆུ་བོན་ཀུན་ནས་གང་ཡོད་ཆུ་བོན་གཉིས་པའི་གང་ཨང་གཉིས་པའི་གང་ཡོད་དེ་ནོ་ཆུ་བོན་པའི་གང་ད། ད་ལྟའི་བོད་ལ་སྤྱི་བཏང་བཤད་སྟངས་མི་འདྲ་སྣ་ཚོགས་ཤིག་བཤད་འདུག་དེ་ནས་ཁ་ཅིག་གིས་གཞུང་རྒྱལ་རྒྱུ་རེད་བཞེངས་སྐྱག་ཁ་ཅིག་གིས་མ་ནོག། མི་མང་ནས་ནང་མི་མང་ནས་དེ་ནས་ང་ད་ཞལ་འདེབས་བསྡུས་ཏེ་དེ་ཟུ་ག་བཞེངས་སྐྱག་ཧ་ཞུས་ག་ནང་ཞུས་ཏེ་འདུག་ད་སོང་སྤ་སངས་སྤྱི་ནང་མ་ནང

དེ་ན་ཡུལ་ལས་དེ་ནས་ངེ་འཁོར་རེ་མི་ཡི་ད་ཡང་སྐར་དངོས་ཁོ་བང་ཅན་ཅན་འཇིགས་ཡེར་གྲུབ་པ་དེ་གཟུགས་དེ་ནས་བཞི་ཡི་གིས་དེ་ནས་སྔན་མ། དེ་ཁ་རས་ཆུ་རྩི་སྐྱེས་སི་ཕི་ཡ་དེ་རྡོ་ཨ་བོ་ཨ་ཤོ་ཀའི་པི་ལ་རེར་དེ་ནས་རྡོ་ཨ་བོ་ཁྱེར་དེ་དཔལ་རྒྱན་པོ་ནང་དཔལ་སྐྱིན་ཏའི་ཆེན་མོ་དེ་ནོག་པ་ཏུའུ་ཁྱེར་དེ་དེ་ནས་ནན་དེ་དེ་ནས་རྩིར་ན་དེ་ཁ་རས་ཆུ་ལྷ་མོ་ཆོས་དེ་བིང་ཅན་ནག་པ་ད་ང་ད་འདང་སི་ཟི་ནས་ཤུ་གར་ཀན་ཤོས་ནོག་པ

ད་ཨོ་དེ། ང་དང་ཀ་བ་བུན་ནང་ཨོ་དེ་ཏྲ་མི་ཀུ་ནེ་ཀ། དེ་ནས་ཨིན་དྲོ་གྷི་རི་གྷེ་ཨོ་དེ་བཟོ་མིག་སར་འཇིག་དེ་ནས་དེ་ཨོ་མི་ནེ་ཡང་སུ་སེག་ལྟ་དེ་ག་ང་དང་ད་རྒྱ་ག་རེད་དེ་ནས་ང་དང་བཟོ་རྩལ་ནང་མ་མཐུན་པ་ཞིག་དེ་ག་མཐོང་རྒྱུ་འདུག་ག་ལ་ཀ་བུ་མ་ནི་ཕྱིར་རྒྱལ་ཞིག་ཕྱིར་རྒྱལ་ཡུལ་ཞིག་གི་དེ་ནས་རྩལ་ཡིན་ནོག་པ། ད་དོ་ཅི་ནོག་ཟེར་ན་དེ་ནས།

དབྱངས་ཟེར་དེ་ནས་དབྱངས་རོལ་མོས་དེ་རྡུང་བྱ་ཕུད་བྱ་དུས་གཟུགས་ནང་དེ་ནས་ཁོག་ནས་ཁོག་ལག་བཙོག་གོན་མཁན་དེ་གཟུགས་གོན་དེ་ནས་ཁ་སྤ་བུ་ནས་ཤ་ཆེ་ལ་སྟོད་ཡིག་ནོག་བཞུར་བ། དེ་ན་ཙུག་ལ་དབྱིའི་མངའ་ཐང་འདག་ས་འདུ་ཁང་དེ་ནས་མངའ་ཐང་བཞེངས་ས་ཀ་ནས་དེ་ནས་ཤུལ་མང་པོའི་དུ་ནོག་པ་དེ་འདུ་ཁང་ཀ་བ་བུན་བཙོག་གོན་ཁེར་དེ་མངའ་ཐང་འདག་ས་གཟིགས་ན་པད་མ་ནས་ཨོ་དེ་འདག་ས་མངའ་ཐང་གི་རིགས་ཀུན་ནས་དེ་ནས

ད་ལྟོས་ཁྱེར་ཏེ་མིག་སལ་གཅིག་དེ་ག་དེ་ནས་ལྟ་རྒྱུ་ཡང་སོ་སོ་འདུག་ད་ལྟོས་ཨི་ས་འཁྱིལ་ཆོས་ཚན་གཅིག་པོ་མཱན་བ་ལ་བྷི་དི་ཤ་ནང་དེ་ཉེ་འཁོར་ཡུལ་ཀུ་ནི་ན་དེ་གི་རིགས་ཡོད་དེ་རྩ་ལོ་ཁྱེར་ཏེ་དཔང་པོ་ཞིག་མཇལ་སྐྱེས་སུ་བྱེད་དོ་སོང་སྤ་སང་ལྟོས་ཁྱེར་ཏེ་ནི་པད་དེ་སོ་སོ་ཞིག་ཡིན་ནོ་ཁ་བོ་ཁྱེར་ཏེ་པད་མི་ནི་རྒྱ་གར་ནང་ཐག་རིང་ཡུལ་གཅིག་ན་དེ་ནས་ལོ་སྟོང་གཉིས་ནང་མི་ནི་མང་པོས་སྨན་ལ། དེ་བཟའ་ནས་དེ་ནས་རྒྱ་གར་ནང་འདྲེ་ལུད་ཀ་ནས་དེ་སྤང་བརྟག་བྱེད་ཀྱི་འདུག་པ། དེའོ་སྡུག་ག་ལ་ལས། ད། ཆུ་སྟེང་ནས་མདུན་ལ་ཁྱེར་དེ་ནང་ད་ང་ད། ཆུ་སྟེང་དེ་ན་ཚང་ཁོ། ཆུ་སྟེང་ཨང་ཀི་དང་པོ་གཉིས་པ་གསུམ་པ་ཟེར་དུ་ཡོད་དེ་ནོ། དེ་ནས་ཆུ་སྟེང་དང་པོ་ཨང་ཀི་དང་པོ་ཁྱེར་དེ་ནང་པད་དེ་མ་ནི་ཆེན་མོ་དེ་ནོ་ག་ལ་ལས། པད་ཆེན་མོ་དེ་ནས། དེ་ནས་ཚོགས་བསགས་དེ་ནས་མཆོད་རྟེན་ཆུང་བ་རེ་ཨང་ཀི་གཉིས་པ་བའི་མདུན་ལམ་དེ་ནས་ཆུང་བ་རེ་གི་དེ་ནོག་པ་ཡིན་ནང་དེ་ཡང་དེ་ནས་ཐ་མ་ནས་དེ་ནས་སྐྱོ་ར་དང་སྟེ་རྡག་སེ་ཚོགས་དྲ་མིག་དང་སྟེ་དེ་ནས་རྒྱལ་སྒོ་ཚོགས་པོ་དེར་དོའི་ཡིན་སྐད་ཕུ་ནི་ཀ་དེ་ནས་པད་བླ་བྲིས་དེ་ནས་སྙིང་པ་མང་པོ་འོ་དེ་ཚོགས་ང་ད་གཟིགས་རྒྱུ་དེ་ནོག་པད་མ་ནེར་རྒྱས་པ་དེ་ནོག་ལ་ད་དེ་ནས་ཚོགས་བསགས་དེ་ག་དེ་ནས་ང་ད་ད་འདུ་ཁང་མང་པོས་དེ་ནས་གཞིགས་ཤུལ་ནང་དེ་ནས་དགོན་པ་དེ་ནས་མང་པོ་དེ་ག་ཡིག་ཤུལ་ཡོད་དེ་ནོ་ད་དེ་ན་ཁོར་བུ་ཁྱེར་དེ་ན་དེ་ནས་ད་སྐམ་པོ་ཙོག་མན་པ་ལ་དེ་ནས་ང་ད་པ་ཤིང་ནག་ཙོག་ཤིང་ཁ་དོག་པ་ཡོད་དེ་ནོ་པ་དེ་ནས་ལྕང་མ་ལག་ཙུག་ནང་དེ་ཙོག་ཁྲ་ཧ་ལ་ལ་དེ་ནས་ད་རྡག་ས་དེ་ག་ང་ད་ཡང་སོ་མ་ཞིག་ཅིག་འཇལ་རྒྱུ་འདུག་ཟེར་ན་ང་ད་བྷ་ར་ན་སེ་ཡོད་དེ་ཙོག་ལ་དེ་ན་ཆོས་དེ་ནས་མདུན་ལ་ཁྱེར་དེ་ན་ང་ད། ཤྲཱི་རི་ལངྐ་པའི་གཞང་སྐར་ནས་དེ་ནས་ང་དང་འདུ་ཁང་འཇིག་ང་དང་གཙང་ཁང་གཞོན་ནུ་དེ་ཚོ་ཞིག་གིའང་དེ་ནས་དེ་ག་འཇལ་སྐྱེས་བཟོས་འདི་ན་དེ་ནས་འོ་དེ་དེ་ནས་སྐྱིད་ཤོག་གཞལ་ལས་ག་ཁྱེར་དེ་ནང་བ་ར་ན་སི་ཡོད་དོ་ཙོག་ལ། འདུ་ཁང་གཞལ་ལ་གོ་ནས་ག་དེ་ནས་ཅུམ་ལ་འདི་སི་དེ་ནས་མཛད་རྣམ་སྟོན་པའི་མཛད་རྣམ་མང་པོ་དེ་ག་དེ་ནས་ལབ་རིས་ལ་གཞང་སྟེ་དེ་ནས་འཇལ་ཡོད་དོ་ནོ་ད་འོ་དེ་ན་ཁྱེར་དེ་ནང་བདག་ས་ང་དང། རིང་ཧྲིལ་དགོན་དེ་ན་བཞུགས་ཏེ་ཡོད་ཟེར་ཏེ་དགོན་དག་ལྟོས་ཀྱི་ཁེར་དེ་ན་ལོ་གཅིག་གི་ན་ཁོང་ནི་མཇལ་ཁ་ས་ལ་བཙོག་པ་ལ་ད་དེ་ན་མཇལ་ཁ་ས་ལ་བཙོག་ཡ་ལ་ད་དེ་རིང་ཧྲིལ་བོ་ཁེར་དེ་ད་ལྟོས་སྤེ་ར་ཞིག་ཅི་འདུག་ཟེར་ན། སྔོན་མ་ང་དང་ཨང་རི་སི་ཡོ་ག་ཡོད་ཙ་ནས།

དེ་ནས་ད་བདག་ས་ཆོས་བསྟན་ཆེར་མེད་ནའང་དེ་ནས་ང་དང་སྟོན་པ་ཤཱཀྱ་ཐུབ་པའི་རིང་ཧྲིལ་བོའི་སྟོན་དཔའ་ལ་ལས་དེ་ནས་སྟོན་གནང། དེ་ནས་ཁྱོད་མགོ་ནས་རིང་ཧྲིལ་བོ་ཁྱེར་ཏེ་བདག་ས་ང་དང་བསྡུ་གང་ན་འབོར་ཏེ་དེ་ནས་འཇལ་བྱེད་ལས་ང་དང་ས་ལ་བཙོགས། སོང་པ་སང། ད་དེ་ན་བཙོགས་ལ་དེ་ཡ་གཞོན་དགུ་ནི་དེ་ནས་ང་དང་འདུ་གང་དེ་ནས་ཤུལ་མང་པོའི་སྟོན་ནོག། དེ་ནས་དགོན་དཔེ་ཤུལ་མང་པོ་དེ་ནོག་དེ་ནས་དེ་ཚང་མ་དེ་ནས་རྩ་བའི་རྒྱ་ཆེན་མོ་སོགས་ལ་དེ་ག་ལ་ང་དང་དེ་ན་འཁོར་བ་ལ་ལྡེ་མོ་བཅོས་ཏེ་དེ་ནས་ང་དང་འཇལ་ཆེས་ལ་དེ་ནས་ཐོབ་བསྡུ་ག་ལ་ལས་གསུངས་པ་དེ་འོས་ནོག་དེ་ནས་གསན་གྱིས་དེ་ནས་མཆོད་རྟེན་ནས་བསྐོར་བོ། ད་དེ་ག་ནས་ང་དང་དེ་ན་མཆོད་རྟེན་པའི་གཡོག་པ་དེ་ནས་བྲག་སྟོབས་སྟོབས་བཙོག་པའི་ག་ནས་འབབ་སྟེ་གཡོག་པ་ང་དང་ཡུལ་བའི་ག་འབབ་སྟེ་ཡོང་ཨ་ནང། དེ་ན་རྒྱ་ལ་མི་བདུན་པ་ཁྱེར་ཏེ་ནང་དང་ས་ང་དང། དེ་ནས Museum མཛའ་སྟེ་འདུག་ཡང་ན་ང་དང་འགྲེམས་སྟོན་ཁང་ཆེན་མོ་ཞིག་དེ་ག་མཛའ་སྟེ་འདུག་ནང་ཁ་ཅིག་སོང་པ་སང་དེ་ན་ཁྱེར་ཏེ་ནང་དང་ས་ང་དང Archaeological of India ང་དང་ཨེ་ས་ཡི་གཞོན་ནུ་པ་སོང་པ་སང་འོ་དེ་ན་དེ་ནས་ང་དང་ཨི་མཆོད་རྟེན་ནང་ཨིའི་དགོན་པ་རྙིང་པ་ཀུན་ནས་དེ་ནས་ཐོབ་སྐ་ནས་སྐུ་གསུང་ཐུགས་རྟེན་ང་དང་རྙིང་པ་ཆགས་པོ་དེ་ནས་ཅི་ཞིག་ཐོབ་ག་མཚང་མ་ཨོ་དེ་ན་དག་ས་ང་དང་མང་པོ་ཞིག་དེ་ན་འབོར་དེ་དོན་ནོག་དེ་ག་ང་དང་འཇལ་ཅི་སི་ལ་ཐོབ་འདུག་ག་ལ་ལས། ད་ཨི་ཡི་མིའུ་ཟིམ་མི་འདོག་པ་ད་ཨི་ཡི་ང་ད་འགྲེམས་སྟོན་ཁང་ཡང་ན་དེ་ནས་ཨི་ཡི་འགྲེམས་སྟོན་ཁང་བས་ན་དེ་ནས་ད་སྔན་མ་དེ་ནས་ཨི་ཡི་ཆོས་སྟོན་ནས་སན་ཅིའི་ཆོས་སྟོན་བུ་ཁེར་དེ་སྣ་སྟང་ག་ཟུག་ཤི་ཡི་ན་ཡོད་པིན་དེ་ནས་དེ་བུ་ཁེར་དེ་ད་འགྱ་ག་རེ་དེ་ནས་ང་ད

ལྟོས་ཏེ་སྙིང་ཧྲུང་སྐྱོབ་པ་ཚང་མས་དེ་ནས་བཀའ་དྲིན་ལ་ཡིན་ནོག་པ། ད་ལྟེའུ་ཚང་མ་ཁྱེར་ཏེ་ཨི་ཡི་དེ་ནས་འགྲེམས་སྟོན་ཁང་པའི་ནང། དེ་ནས་པར་རྒྱབ་སྟེ་ཡང་འདུག་དེ་ནས་དེ་ནང་ནས་ཐོབ་དཀའ་ནས་དེ་ནས་སྐུ་གསུང་ཐུགས་རྟེན་དེ་ནས་ང་དང་ཡང། ད་མ་ནས་མང་པོ་དེ་ནས་ང་དང་ད་འཇོལ་ཏེ་འདུག་བ། ད་མང་ཆེ། དེ་ནས་སྔན་མ་ང་དང་ད། ཅེས་ཤོག། ནུ་སྐྱོན་དང་ཀ་ནུ་ནི་དབྱིས་ཞལ་གདོང་ཚང་མ་ལྕགས་ཀྱི་དུ་བ་མང་ཆེ་སྟོན་པ་དབུས་ནས་དེ་ནས་སྐུ་དབུས་ནས། ཞལ་གདོང་ནང་ཕྱག་ཚན་ཕྱག་གོན་ལ་དེ་ནས་ཕྱག་ཚན་གྱིས་རྣམས་སྟེའུ་སྟེའུ་རང་ལྕགས་དུ་བ། དེ་ནས་སྟེའུ་ལྕགས་ནི་དེ་ནས་ཁོ་གཟུགས་སྤོ་བོ་དེ་ནས་ཁོ་སུ་ཡིས་འཛེར་ག་ནུ་པ་ད་ཆ་མི་རུང་པ། སྟེའུ་བཙོགས་ལ་དེ་ནས་དབྱིས་ཚང་མས་དེ་ནས་མང་ཆེ་ཞལ་གདོང་ལྕགས་སྟེ་དེ་ནས་ཕྱག་ལྕགས་སྟེ་དེ་ནས་ཕྱག་ཚན་ལྕགས་སྟེ་དེ་གཟུགས་བ་ཡོད་ག་ནས་ཀྱང་མང་པོ་འདུག་ག་ལ་ལས། ད་ལྟའི་འོ་ཚང་བ་ཁྱེར་ཏེ་ཨི། ང་ད་མུས་བཟིན་པོ་ཡང་ན་ཨི། བདག་ས་ང་ད་ད་ཡི་ག་ནས་གཟིགས་ཟིན་ཡོད་ག་ནས། དེ་ནས་འགྲེམས་སྟོན་ཁང་བས་ན་དེ་ནས་ཡོད་དེ་ནོ་ད་ཡི་ན་མ་ན་སྐུའང་སྣ་ཚོགས་ཤིག་འདུག་དེ་སྣ་ཚོགས་ལ་དེ་ནས་ད་ང་ད་སྟོན་པ་ཤཱཀྱ་ཐུབ་པའི་སྐུ་སྣང་དེ་ནས་དེ་སྣ་ཚོགས་ལ་ང་ད་རྗེ་བཙུན་སྒྲོལ་མ་ཚོགས་ད་དེ་ཚོགས་དེ་ནས་ང་ད་མ་ནས། དེ་ནས་ཡང་སྟོད་སྨད་བོད་དེ་ནས་ང་དང་མ་ན་ལྷ་མང་པོ་ཞིག་དེ་ན་ང་དང་མཇལ་རྒྱུ་འདུག་ད་ཚང་མ་ལྕགས་ཏེ་དེ་གཟུགས་སོང་སྲིད་དོ་མང་ཆེ་བོ། དེ་ནས་ད་དེ་ན་ཉམས་པོ་ཉམས་པོ་ད་ཡིག་ག་ཡིན་དེ་ཚང་མས་དེ་ནས་བསྐུར་ནས་དེ་ནས་ཚར་ནང་དེ་གཟུགས་གི་དེ་ནས་ཀ་ས་སྐྱ་པུ་ག་ནས་ཐོབ་དེ་ནས་དེ་བོད་ལ་དེ་ཚར་ཙམ་འདུག་དེ་ཚོགས་ཚང་མ་དེ་ག་འདྲིའ་རྫ་དེ་དུ། ད་ལྟའི་མ་ཡིན་པའི་དེ་ནས་ཡང་ང་དང། སྟག་ས་ང་དང་ཁ་དོག་ནས་མཐོང་ག་ནས་དེ་ནས་དབྱིའུ་ཁྱེར་ཏེ། རྒྱལ་པོ་ཨ་ཤོ་ཀས་དེ་ནས་ང་དང། ཁོ་ཡི་ནོག་པ་དང་ང་དང་ག་བ་ནང་དེ་ནས་དེ་སེང་གེ་བཙོགས། ཨོ་དེ་དགོན་དེ་ནས་དབྱིའུ་ཚང་མ་ཡིན་ནོག་དེ་ནས་དབྱིའུ་ལྕགས་སྐམ་པོ་ཡིན་ན་འདུག་ཨ། ད་དེ་ན་ཙོག་ལ་དེ་ནས་སྟོན་པས་སྐུ་ང་དང་དབྱི་ཙོགས་འཇོལ་ཀན་ད་དེ་ཙོག་པོ་པ་དེ་མ་ན་སྣ་མང་ཅིག་འདུག་ཧ་ལ་ལས།

དེ་ནས་པདྨ་ནས་མདངས་དེ་རིང་ང་དང་ཕྲུ་གུ་ཀུན་ལ་དེ་ནས་ལྟ་བྱེད་ཟེར་ཏེ། ང་དང་པར་བཙོག་དེ་གཟུགས་བཅོས་ཏེ། མ་ནི་མི་འདྲ་ར་དེ་མོ་བཅོས་ཏེ་འདུག་ག་ལ་ལས། དེ་འོད་ཁྱེར་ཏེ་དེ་ན་དེ་ནས་མ་ནི་ཡང་མིག་སལ་གྱིས་འདུག་ཡ་ལས་ལྟ་བྱེད་ཞིག་དེ་ནས་ང་དང། ད་དུ་སོད་ཡོད་ན། ཕི་ཏོག་བཙོག་ཞིག་ག་བརྡལ་ན་དེ་ནས་འོ་དེ་ཡ་སྐྱོད་ན། མ་བདེ་མོ་འདུག་དེ་ནས་ཀ་བ་ཁྱེར་ཏེ་ང་དང། ཕྲུ་གུ་ཆུང་ཀུན་ལ་དེ་ནས་ཧ་གོ་བྱས་སེ་དེ་ནས་ཚུལ་འཆོས་སྟེ་པ་དེར་བདེ་མོ་བྱོས་སྟེ་དུ་བ་ཁ་ཅིག་རྡོ་ཡི་ཁང་འདྲིའ་མཛའ་སྟེ་དེ་ནས་མང་པོ་ཞིག་དེ་ནས་ཡིག་བཟོ་བ་པར་ལ་ཕི་ང་མཛའ་སྟེ་དང། དེ་སོགས་པད་མ་ནས་མང་པོ་ཞིག་འདྲིའ་མཛའ་སྟེ་དུ་ག་ལ་ལས་ཀ་བ་ཁྱེར་ཏེ་པད་དེ་མ་ནས་བདེ་མོ་འདུག་ཧ་གོ་བྱས་སུ་ནང་དེ་གཟུགས་ཕི་ཡ་ཕྲུ་གུ་ཀུན་ལས་ཕི་ཡ་མིག་སལ་བྱོས་སྟེ། ཏེའོ་འདུག་དེ་ནས་ཏེའོ་ཞུ་བྱས་སེ་ནས་ཡ་ལས།